ཚེ་བརྟན་ཞབས་དྲུང་གི་གསུང་འདི་ལ་ཨེ་ནས་འགྲེལ་བཤད་མ་བྱས་པ་གོང་ལ་ཚིག་གཅིག་ཞུས་པ་ཡིན་ན། སི་ཏུ་རིན་པོ་ཆེའི་གཏམ་རྒྱུད་ལ་ཆོས་བྱེད་ཡོད་མ་རེད་ཟེར་དེ་ལ་ཨེ་ནས་ལུང་བསྟན་རིགས་པ་གལ་པོ་ཞིག་གོ་ཡ་ཡོད་མ་རེད་དྲན་གྱི་འདུག་གང་ཡིན་ཟེར་ན། སི་ཏུ་རིན་པོ་ཆེ་སུམ་རྟགས་ཀྱི་འགྲེལ་པ་བསྐྱོན་པའི་སྐབས་སུ་ཁོང་གི་ཕྱག་ལ་ཕྱག་དཔེ་ཅིག་སོན་ཡོད་སྐོར། ཕྱག་དཔེ་དེའི་ཨེ་ནས་གཏམ་རྒྱུད་ལ་ཆོས་བྱེད་མེད་པ་གསུངས་པ་ཆོས་བྱེད་མེད་རེད་གསུངས་པ་རེད། ཁོང་གིས་བརྗེད་མ་མྱོང་གི་ཨ་ནེ་སུམ་རྟགས་ཀྱི་གཞུང་གཅིག་ལ། ཆོས་རྗེ་གཡུལ་དང་སྨན་རིའི་ཚོད་པ་སྐྱབས་སྒོ་ཡ་སྒོ་རེ་ཡོད་མ་རུང། པོ་འདིས། ཕལ་ཆེར་དོན་ཐོབ་ཀྱི་ལན་འདི་རེ་དྲན་གྱི་འདུག། ཡིན་ན་ཡང་འདི་ལ་ཞུ་བས་ཡིན་ན། འདི་ལ་བཤད་པར་བྱ་སྟེ། རྗེ་སི་ཏུས་ནི། དངོས་སུ་སུམ་རྟགས་གཉིས། གཞུང་གི་དཀྱུས་གཅིག་ཏུ་བརྩམས་པར་བཞེད་ཅིང། ཚེ་བརྟན་ཞབས་དྲུང་གིས་རྗེ་སི་ཏུར། འདི་ཉིད་ཐད། རིག་ནོན་དགག་པ་ཕུལ་འདུག་ཀྱང། དོན་དུ་ཞབས་དྲུང་རང་ཉིད་ནས་ཀྱང་སུམ་རྟགས་གཉིས། གཞུང་གི་དཀྱུས་གཅིག་ཏུ་བཤད་པར་ད་ཉིད་སེམས་སུ་འོབས་ཟིན། ད། སི་ཏུ་རིན་པོ་ཆེ་ལ། ཨ་ལ་ཚེ་རིང་ཞབས་དྲུང་གི་དགག་པ་དེ་སྐྱོན་རེད་དེ། ཡིན་ན་ཡང། ཨ་ལ་སེ་ཏེ་ཞབས་བྲོ་ཁུངས་རིགས་ཀྱི་དགོངས་པ་ལ་བྱས་པ་ཡིན་ན་སུམ་རྟགས་ཉིད་གཞུང་གཅིག་རེད་ལོ་ག་རེ་གསུངས་པ་ཡིན་ན་ཏན་ཏན་ཁུངས་རིགས་ཀྱང་ཨ་ནི་གཞུང་གཅིག་ཡིན་པར་ཁས་ལེན་བྱེད་ཀྱི་འདུག་ཟེར། གང་ཡིན་ཞེ་ན་ཁོ་ན་ཉིད་ཀྱིས་བརྩམས་པའི་སུམ་རྟགས་ཀྱི་འགྲེལ་པར་མཚན་བྱང་འདུག་དགོས་པ་རེད། གངས་ཅན་བོད་ཀྱི་བརྡ་སྤྲོད་པའི་བསྟན་བཅོས་སུམ་ཅུ་པ་དང་རྟགས་འཇུག་གི་རྣམ་བཞག་རྒྱ་ཆེར་བཤད་པ་ཐོན་མིའི་ཞལ་ལུང་ཞེས་བྲིས་པ་བཞུགས་སོ། ཞེས་དང། གཞུང་གཅིག་རེད། གཞུང་འདི་གི་མཚན་ལ་ཐུན་མིན་བཤད་ལུང་ཟེར། ཐུན་མིན་བཤད་ལུང་ལ་ཟབ་ཆ་སུམ་ཅུ་པོ་དང་རྟགས་ཀྱི་འཇུག་པ་ཞིག་ཡོད། དེ་དག་གཞུང་གཅིག་ཡིན་པ་སོང་ཙང་མཚན་བྱང་གཅིག་རེད་ཟེར། དུས་ཚོད་རིམ་སོང་གི་ཐོག་ནས་འགྱུར་བ་ཏན་ཏན་འགྲོ་གི་རེད་དེ། སྔ་མོའི་བསྟན་བཅོས་རྣམས་སུ། བསྟན་བཅོས་གཅིག་ལ། མཚན་གཅིག། ཚན་གཅིག་གི་འོག་ལ་བསྟན་བཅོས་གཅིག་ཞུ་དགོས་བ། དེང་སང་ནང་བཞིན་གྱི་དུས་སྟབས་འདི་འདྲས་སྔ་མོ་བྱེད་སྟངས་སུལ་མེད་པར། དེང་སང་དུས་སྟོད་རི་བོ་བྱིན་པ་ཡིན་ན་ཁ་བྱང་གཅིག་བྱས་ཨ་འདི་ལ་རྩོམ་རིགས་མི་འདྲ་བ་མང་པོ་རྩོམ་པ་པོ་རིགས་མི་འདྲ་བ་མང་པོ་ཡོད་ར་བ། སྔ་མོའི་གཞུང་ནང་ལ་ཁ་བྱང་གཅིག་ཡིན་ན་དེའི་འོག་ཏུ་གཞུང་གཅིག་བརྩི་གིར་མ་གཏོགས་མཁས་པ་གཉིས་གསུམ་གྱི་གཞུང་ཐུན་མོང་གི་མིང་གཅིག་ཡང་ན་མཁས་པ་གཅིག་ཡིན་ནས་གཞུང་མི་འདྲ་བ་ལ་ཐུན་མོང་གི་མིང་བཏགས་པ་དེ་སུལ་མེད་པར། དེ་འདྲ་ཡིན་པ་སོང་ཚོ་དེ་རིང་གི་ཁ་བྱང་འདི་ནས་ང་ཚོས་ག་རེ་ཤེས་ཀྱི་འདུག་ཞུས་པ་ཡིན་ན། ཨ་ལགས་ཚེ་ཁེ་ཞེས་པའི་ཁོང་ཁྲིའི་རྒྱ་གསུམ་དག་གཉིས་གཞུང་གཅིག་ཡིན་པ་ཁས་ལེན་གྱི་འདུག་ཨ་གཞུང་དེའི་མིང་ལ་ཐུན་མིན་ཞལ་ལུང་གསུང་གི་འདུག་ཟེར། ཞེས་བསྟན་བཅོས་གཅིག་གི་དབང་དུ་བྱས་པའི་མིང་བཏགས་པའི་ཕྱིར། འཕགས་བོད་གཉིས་ཀའི་ལུགས་ལ་བསྟན་བཅོས་གཉིས་ཀྱི་ནང་དོན་མི་འདྲ་བ་དཀྱུས་གཅིག་ཏུ་བསྟན་བཅོས་གཅིག་ཏུ་གྲུབ་པ། གནའ་དུས་ནས་ཤིན་ཏུ་རྙེད་དཀའ་བ་ཡིན་པའི་ཕྱིར། ལྷག་པར་སུམ་ཅུ་པའི་ནང་བཤད་པ་དེ་སླར་ཡང་རྟ་མཇུག་ན་ཉེ་དུས་རྒད་པོའི་ཚུལ་དུ་མི་སེལ་བ་དང། གང་ཞིག་བླ་ནས་བཤད་པ་རྣམས་གུས་པ་དང་ལྡན་ཡོད་པ་དང་དེ་གཉིས་གང་རུང་གཅིག་གི་བརྡ་སྤྲོད་ཀྱི་རྩ་བའི་ནང་དོན་མི་རྫོགས་པ། གཞུང་གི་སྔ་ཕྱིའི་འབྲེལ་ཆགས་པ་སོགས་རྒྱུ་མཚན་ལ་བརྟེན་ནས་གཞུང་དཀྱུས་གཅིག་ཏུ་ཐོན་མིས་མཛད་པར་གྲགས་པ་དོན་དང་ལྡན་པའི་གཏམ་དུ་ཁས་ལེན་ནོ་ཞེས་དང། ད་རྒྱུ་མཚན་ཡོད་ན་མེད་ན་དེ་ཡིན་པའི་སྐད་ཆ་རེད། དང་པོ་དེ་ལ། ཨེ་ནས། སུམ་ཅུ་པ་གཅིག་པུ་བཤད་པ་ཡིན་ན་བརྡ་སྤྲོད་ཀྱི་ཆ་ལགས། ཉི་ཟེར་བ་ཡང་རྫོགས་ཐུག་གི་མི་འདུག་ཟེར། དེ་ཡིན་པ་སོང་ཙང་གཅིག་བྱེད་དགུ་བོར་དེ་མེད་པས་ན་གཞུང་འདི་ཆ་ཚང་གི་མི་འདུག་ཟེར། དེ་ཙམ་དུ་མ་ཟད་གཞུང་སྔ་མ་དང་གཞུང་ཕྱི་མ་གཉིས་ནི་འགྲེལ་བ་བརྒྱབ་པའི་སྐབས་སུ་སྔ་ཕྱིའི་འགྲེལ་བ་བརྒྱབ་པའི་སྐབས་སུ་གཞུང་ཕྱི་མ་ལ་མ་བརྟེན་ནས་སྔ་མ་བརྒྱབ་མ་འདུག་ཡོད། བྱས་ཙང་སྔ་མ་ན་མ་ཤེས་པས་ཕྱི་མ་ན་ཤེས་དགོས་པ་དེ་ཚོ་ཞེ་འཕངས་མཛད་པ་འདུག་ཟེར། དེ་འདྲ་ཡིན་པ་སོང་ཙང་ཨེ་ནི། གཞུང་དཀྱུས་གཅིག་ཏུ་ཐོན་མིའི་མཛད་སྒོར་གྲགས་པ་འདི་བདེན་པའི་གཏམ་གྱི་ཡིན་ས་རེད་ཟེར། ད་དེ་ནས་ཁ་ཅིག་གིས་དེ་འདྲ་གསུངས་པ་ཡིན་ན་ཟེར། འོ་ན་ཚེ་བརྟན་ཞབས་དྲུང་གི་ལན་དུ་ཁྱོད་ཀྱིས་རིག་གནོན་དགག་པ་ཕུལ་འདུག་ཅེས་བཤད་པ་དོན་ལ་གནས་སམ་ཞེ་ན་ཟེར། འདི་ནི་ཞབས་དྲུང་གིས་རིག་པའི་རོལ་རྩེད་ཅུང་ཟད་སྤྲོས་པའི་ཆ་ཤས་ཤིག་ཏུ་ངོས་འཛིན་བྱས་ཆོག་པ་ལས་དོན་དུ་སྲིད་གྲོས་དགོངས་པ་ཉིད་འཐད་པར་སེམས་སོ། རིགས་སྣོད་འགག་པ་ཟིལ་དུ་བརྩམས་པ་ལ། རིག་པ་རྣོ་བོའི་ཐོག་ནས་འགག་པ་སྐྱོན་བཞག་ལེགས་པར་སྨྲ། དོན་དག་ལ་འགྲིག་འདུག་ཟེར་བྱས་རྗེས་ལབ་ཐུབ་པའི་ཡོད་མ་རེད་ཟེར། སྐབས་མང་པོར་ང་ཚོ་ཚིག་གི་ཐོག་ནས་ལན་རྒྱབ་ཐུབ་ཀྱི་རེད་དེ། གཞན་དག་ཁ་བཀག་ཐུབ་ཀྱི་རེད་དེ། ནང་དོན་གྱི་ཆ་ནས་གནོད་པ་འགའ་ཡོང་གི་ཡོད་མ་རེད། དེ་རིང་འདིའི་དེ་འདྲ་རེད་བཞག་ཟེར། ང་ཚོ་བོད་ཀྱི་གཏམ་དཔེ་ལ་དེ་འདྲ་འདུག་ཨ། ཡིན་པ་མིན་པར་གྲུབ་ཐུབ་པ་བསྡུས་གྲྭ་ཞེས་པའི་རྟགས་མཚན་དང། མིན་པ་ཡིན་པར་གྲུབ་ཐོབ་པ་བསྡུས་གྲྭ་ཞེས་པའི་རྟགས་མཚན་ཡིན། ཞེས་བཤད་པ་བཞིན་རིགས་པས་གྲུབ་ཐོབ་ཚེ་དོན་ལ་གནས་པའི་ཉེས་པ་ག་ལ་ཡོད། འོན་ཀྱང་འདི་ལྟར་བཤད་པ་འབྲེལ་མེད་དོན་གཞན་ལྟ་བུ་ཡང་མིན་ཏེ་ཤེས་བྱའི་གོ་ཆ་སྤྱོད་པར་ཤིན་ཏུ་རྔོ་ཐོགས་པའི་ལེགས་བཤད་ཅིག་ནི་སྐྱིད་ཀྱིས་སེམས་སོ། ཡིན་ན་ཡང་འདི་འབྲེལ་གྱིས་དགག་པ་དུ་ཚུགས། རྣམ་དཔྱོད་སྒོ་འབྱེད་ལ་ཧ་ཅང་གི་ཕན་ཐོགས་ཆེན་པོ་ཡོད་པ་སོང་ཙང་གོ་བ་ཏན་ཏན་ཡོད་པ་རེད། ཡིན་ན་ཡང་དེ་རྒྱུ་མཚན་དུ་བྱས་རྗེས་ཨ་ནེ། སི་ཏུས་གསུངས་པ་གཞུང་གཉིས་མ་རེད་ཟེར་དེ་འགལ་བ་དགག་པར་འོ་བརྒྱལ་འགྲོ་གི་ཡོད་མ་རེད་ཟེར་རྒྱུ་མཚན་དང་པོ་འདི་རེད། ད་གཉིས་པ་དེ་འདི་ཁ། བར་དུ་རྟགས་ཀྱི་འཇུག་པ་འཕྲལ་དུ་རྣམ་དབྱེ་སྟོན་པའི་གཞུང་ནི་ཞེས་ཆུང་ངུའི་ལས་དང་བྱེད་པ་དང། ཞེས་པ་ནས་དེ་དག་སྔ་གཞུག་འདྲེན་པའི་འབྱུང་ཞེས་པའི་བར། རྣམ་དབྱེའི་འཕྲལ་རྣམས་སྟོན་པའི་རྩ་བར་རྐང་པ་གསུམ། སླར་བསྡུ་སོགས་འཕྲལ་དགུ་སྟོན་པའི་རྩ་བར་རྐང་པ་བཞི་ཡོད། འདི་ན་རྣམ་དབྱེ་རྣམས་བཤད་པ་ནི་སུམ་ཅུ་པ་བཞིན་དུ་རྣམ་དབྱེའི་ངོ་བོ་དང་མཚན་གཞིའི་ཤེས་པའི་ཆེད་དུ་མིན་ལ། དེ་དག་ནི་སྔར་སུམ་ཅུ་པར་བཤད་ཟིན་པ་དང། སུམ་རྟགས་གཉིས་གཞུང་གཅིག་ཏུ་ཁས་བླངས་པའི་ཕྱིར་དེ་དག་སླར་ཡང་བཤད་པ་ལ་དགོས་པ་ལྷག་པོར་མ་མཆིས། འོན་ཀྱང་བར་དེར་རྣམ་དབྱེ་བཤད་པ་ནི། དེའི་གོང་རོལ་དེ་མ་ཐག་ཏུ། རྗེས་འཇུག་གི་འཇུག་པ་བཞི། ལས་ཇི་ལྟར་འཇུག་པ་བཤད་པ་དང། དེ་ལ་ཡང་སྒྲ་ཡི་འཇུག་ཚུལ་དང་དོན་གྱི་འཇུག་ཚུལ་གཉིས་སུ་ཕྱེ་ཞིང། དོན་གྱི་འཇུག་ཚུལ་ལ་ཡང་སྔ་མ་གང་ལྟར་གྱུར་པ་དང་ཕྱི་མ་གང་ལྟར་གྱུར་པ་བཤད་པ་ལས། སྐབས་འདིར་ཕྱི་མ་གང་ལྟར་བསྒྱུར་བའི་རྩ་ཚིག། ཕྱི་མ་དག་གི་འདྲེན་ཚུལ་ནི། ཕོ་ཡི་ཕོ་ཡི་མིང་རྟགས་དང། མོ་ཡི་མོ་ཡི་མིང་རྟགས་དང། མ་ནིང་གི་ནི་མ་ནིང་ངོ། མིང་རྟགས་དེ་དག་ཉིད་ཀྱིས་ནི། དེ་གཉིས་རང་གི་སྒྲ་མཐུན་པས་ཞེས་ཟེར་ཞིང། ཧོ། ད་ཏིག་ཚང་མང་ལོ། ཀྱེ་རྣམ་པའི་སེམས་དཔའི་སྐབས་སུ། འགྲེལ་བཤད་གསར་པ་ཞུགས་ཡོད་མ་རེད། དེ་གི་ཏི་ཆ་ཚང་ལོ། གོང་གི་འཛིན་གྲོལ་ཞུས་ཚར་བར། ཡིན་ནས་དེ་རིང་འདི་ལ་ཞུ་ཡ་སྟེར་བ་འདྲ་བོ་འདི། སླར་རེ་ཤེས་པ་འདི་འདོད་སྐྱོན་མིན་འདུག་ཞེས་བཞུགས་ཡོད་ན་མ་གཏོགས་ཚིགས་བཅད་ཁོ་རང་འགྲེལ་བཤད་རྒྱབ་གོ་ཡ་ཡོད་མ་རེད། གལ་ཏེ་བརྒྱབ་པ་ཡིན་ན། ད་ཕལ་ཆེར་འདོད་སྐྱོན་ཆགས་ཀྱི་ཡོད་རེད་བ། དེ་ཡིན་པ་སོང་ཙང། སྐབས་འདིར། བཤད་དགོས་ཀྱི་ནང་དོན་འདི། གལ་ཏེ་དཔེ་གལ་ཆེན་པོ་རེད་ཟིན། ཚིག་འགྲེལ་དང་དཔེར་བརྗོད་འདི་གི་ཚང་མ་ལོ། སྔར་སུམ་ཅུ་པའི་སྐབས་དང་བཏང་ཆུའི་སྐབས་ལ་བཤད་ཚར་བ་དག་རང་མ་གཏོགས་དེར་ལོགས་སུ་གྱུར་པའི་དཔེར་བརྗོད་གསར་པ་ཅིག་མི་དགོས་པ་རེད། དེས་ན། ད་རིང་པོ་དེ་ས་དེ་ན་དེ་ན་ལབ་པས་ན་དེ་འདྲ་སོང་ཙང་ཟེར་བ། འདིར་གང་ཞིག་ཤེས་པར་བྱ་བ་ནི་རྟགས་མཚུངས་དང་བརྗོད་བདེའི་སྒོ་ནས་མིང་བརྡ་འདྲེན་ཚུལ་བཤད་པ་དེ་ཡིན་ཅིང་དེ་གཉིས་ཀྱི་གསལ་བྱེད་དཔེར་བརྗོད་དུ། རྣམ་དབྱེ་རྣམས་ཀྱི་སྒྲ་སྦྱོར་རྒྱུ་མཚན་དང་བཅས་ཏེ་བཀོད་པར་སེམས། དེ་སྔ་སུམ་ཅུ་པའི་ནང་དབྱེ་འབྲིང་ཁོ་ནའི་སྒྲ་སྦྱོར་མ་ཤེས། མ་ཤེས་པས། དབྱེ་འབྲིང་ཁོ་ན་ལས། མ་ཤེས་པས། སྦྱོར་ཚུལ་ལྷག་མ་རྣམས་ཞལ་འཕང་གང་དུ་མཛད་པའི་ཟབ་ཅེས་ནི་འདི་ཉིད་དུ་སེམས་སོ། ད་སྒྲ་སྦྱོར་ལབ་པ་ཡིན་ན།

འགྲོ་སྟངས་འདི། ཞལ་འཕངས་མཛད་ཡོད་རེད། གང་དུ་ཞལ་འཕངས་མཛད་ཡོད་རེད་ལབ་ཡོད་ན་སྟངས་འཇུག་ལ་ཞལ་འཕངས་མཛད་ཡོད་རེད། Referred to། ཨ་ནི། སྟངས་འཇུག་ཟབ་བཅས་གང་དུ་ཨ་ནི་ཞལ་འཕངས་མཛད་ཡོད་རེད་ཟེར་ན། ད། འདི་འོག་ཏུ་འདི་ལུང་བྱེད་གྲངས་དུའང་འོ་དེའི་སྐབས་ལ་བཤད་ཀྱི་ཡོད་རེད། ད་འདི་འོག་ཏུ་བཤད་པའི་སྐབས་སུ། འདིའི་གི་ཐ་སྙད་ཚང་མ་ལོ། ང་རང་ཚོར་རྒྱུས་ཡོད་པ་རེད། ཡིན་ན་ཡང། དེ་རིང་འདིར་ག་རེ་ཅིག་འདྲང་གི་ཡོད་རེད་འདི་ཤེས་དགོས་དེ་ཕལ་གལ་ཆེན་པོ་རེད། དེ་ཡང་མུ་སྟེགས་ཕྲེང་མཛེས་ལེགས། བཤད་མ་ཐག་པའི་མིང་བརྡ་སྔ་ཕྱིའི་དེ་དག་ཉིད་ཀྱིས། མིང་བརྡ་དེ་དག་ཉིད་ཀྱིས། རང་གི་རྟགས་མཚུངས་པའམ་བརྗོད་པ་སྟེར་བས་ད་མཐུན་པར་གྱུར་པའི་རྣམ་དབྱེ་དང་པོ་ཆོས་དངོས་ཏེ་ངོ་བོ་ཙམ་བརྗོད་པ་དང། གཉིས་པ་ལས་སུ་བྱ་བ་དང། གསུམ་པ་བྱེད་པ་པོའམ་བྱེད་པ་ཙམ་དང། བཞི་པ་སྦྱིན་པའི་ཡུལ་གྱིས་མཚོན་ནས་ཆེད་དུ་བྱ་བ་དང། ལྔ་པ་འབྱུང་ཁུངས་དང་དྲུག་པ་འབྲེལ་བ་དང་བདུན་པ་གནས་གཞི་དང། བརྒྱད་པ་བོད་པའི་གྲྭ་རྣམས་ཀྱང་དྲང་བའི་ཕྱིར། དེ་བཞིན་དུ་གཞན་ཡང་རྣམ་དབྱེའི་ཡན་ལག་ཏུ་གྱུར་པའམ་མ་གྱུར་པའི་ཚིག་ཕྲད། སླར་བསྡུ་དང་ལྷག་བཅས་དང་རྗེས་བསྡུ་དང་བསྣན་པ་དང་བདག་པོ་དང་དགག་པ་དང་གྲུབ་པ་དང་ཚིག་རྒྱན་དང་དུས་ཀྱི་དེ་ཚེ་སྐབས་ལ་འཇུག་པའི་སྒྲ་ལ་སོགས་པ་དེ་དག་རྣམས་ཀྱང་སྔ་མ་མིང་མཐའ་ཤུགས་ཀྱིས་འདྲེན་པར་བྱེད་པས་ན་སྦྱོར་ཚུལ་ལེགས་པར་བྱུང་བ་ཡིན་ནོ་ཞེས་སོ་ཟེར། ཁྱོད་ཚང་དཔེར་བརྗོད་བརྒྱབ་པ་ཡིན་ན་སྔར་བསྐྱལ་བ་དག་ག་རང་མ་གཏོགས་གཅིག་གིས་དེ་ལོགས་སུ་བཀོད་ཡོད་ནི་དགེ་ཡོད་མ་རེད་ཟེར། ཡིན་ན་ཡང། ཨེ་ནི། རྗེས་འཇུག་འདི་གིས་ཕྲད་དེ་དྲངས་པའི་སྐབས་སུ་ལ་རྒྱུ་མཚན་ག་རེ་ཟེར་ན། འཛམ་འཛམ། ཨེ་ནི། རྟགས་མཚུངས་ཀྱི་ཡོད་རེད། འཛམ་འཛམ། རྟགས་མི་མཚུངས་ན་ཡང་བརྗོད་བདེ་པོ་ཡོད་རེད། བརྗོད་བདེ་པོ་ཡོད་རེད་ཟེར་དུས། ད་སྐད་ཡིག་ཚང་མའི་ནང་ལ་ཡོད་རེད། ཡིན་ན་ཡང་བརྗོད་དུས་ཟེར་བའི་ཐ་སྙད་དེ་འདྲ་ཡོད་མ་རེད་དེ། ཐ་སྙད་གཞན་དཔག་ཅིག་བེད་སྤྱོད་བཏང་ཡང། ཐམས་ཅད་ཐ་སྙད་གཞན་དཔག་དེ་ག་རེད་ཟེར་ན། སྡེབ་སྦྱོར་ལ་ཏག་ཏག་འགྲོ་གི་ཡོད་རེད་ཟེར། ལྷག་པར་དུ་དྲ་རིག་པའི་ནང་ལ། ཚར་མང་པོ་ལེགས་པའི་སྡེབ་སྦྱོར་གྱི་དབང་དུ་དེ་འདྲ་དེ་འདྲ་འགྲོ་གི་རེད། སྤྱིར་བཏང་བྱས་ན་དེ་འདྲ་འགྲོ་གི་མ་རེད་དེ། ཡིན་ནས་སྡེབ་སྦྱོར་གྱི་དབང་གིས་སྡེབ་སྦྱོར་གྱི་དབང་གིས་ལབ་པའི་སྐབས་སུ། སྐད་ཡིག་འདི་སོ་སོའི་ཨ་ནེ་ཡུལ་སྐད་ཡིན་ན། སོ་སོའི་ཕ་སྐད་དང་མ་སྐད་ཡིན་ན། སྡེབ་སྦྱོར་འདི་རང་གྲུབ་རེད་དེ་ར་དེ་ཡིན་པ་སོང་ཙང་འཕྲད་དང་རྣམ་དབྱེ་དེ་ཚོ་ཤུགས་མ་ཐོག་གི་སླད་ཡོང་གི་བ་རེད། གང་འཕྲད་དང་རྣམ་དབྱེ་དེ་ཤུགས་མ་ཐོག་སླད་གི་ཡོད་པ་དེ་ཨ་ནེ་རྣ་བས་ཉན་པའི་སྐབས་སུ་བདེ་བོ་ཡོད་རེད་ངག་ནས་བརྗོད་པའི་སྐབས་སུ་བདེ་བོ་ཡོད་རེད། སྐབས་འགར་ཨ་ནེ

མཛད་དུ་ཡོད་ཡོད་པ་རེད་གོ། དེ་ནས་ཁོའི་མིང་ལ་མི་ནོར་བའི་ཆེད་དུ་ཁོ་སྟག་ཚུང་ལབ་རེད་མ་གཏོགས་ཅི་གི་ཇོ་དེ་མི་འདུག་ཟེར་གྱི་ཡོད་མ་རེད། ཇོ་དེ་རེད་ལབ་པའི་སྐབས་སུ་ལ་སྟག་ཚུང་གི་ཡོད་མ་རེད། ཡིན་ན་ཡང་ཇོ་དེ་པོ་ཡོད་རེད་སྡེབ་སྦྱོར་ལ་ཏག་ཏག་འགྲིག་གི་ཡོད་རེད། ཨོ་དེ་ནས་འགའ་ཞིག་ཆགས་ཀྱི་ཡོད་རེད་ཞུ་ཡིན། དེ་རྣམས་ཀྱི་དཔེར་བརྗོད་པ་ནི་སུམ་ཅུ་པའི་སྐབས་དུ་རྒྱལ་བར་སྨོད་ཟིན་པ་དང། གཤམ་དུའང་ཕྱོགས་ཟབ་མོ་འཆད་པར་འགྱུར་བས་འདིར་མི་སྤྲོ་ཞིང། སྐབས་དེར་གྲྭ་བསྟུན་ཞེས་པ་ནི་ཞེས་པའི་དོན་རྟགས་གསུམ་ཁོ་ན་ལ་ཕལ་ཆེར་གྱིས་བཞེད་ཀྱང། རྣམ་དབྱེ་དང་ཕྲད་སོགས་རྟགས་གསུམ་ཁོ་ནས་འདྲེན་པར་མ་ངེས་ཤིང། གཙོ་བོར་བརྗོད་བདེ་བའི་སྒྲ་མཐུན་འདྲེན་པ་ཤས་ཆེ་བར་སྣང་བ་དང་སུམ་ཅུ་པར། དང་པོ་གཉིས་ལ་དང་པོ་དང་གསུམ་ཀ་བཅུ་ལ་བརྒྱ་དང་བཅུ་བདུན་པ་གཉིས་ལ་བདུན་པ་དང་ལྷག་མ་རྣམས་ལ་གྱ་སྦྱར་བ། དེ་དག་དབྱེ་སྦྱར་སྦྲེལ་བའི་ས། ཞེས་གྲྭ་མཐུན་ཚུལ་གསལ་བར་གསུངས་པའང། ཀ་པ་ས་ལྔ་རྣམས་ཀྱི་མཐར་རྟགས་ལྟུང་འདྲེན་པ་བསྒྲིགས་ཀྱང། གཞན་རྣམས་བརྗོད་བདེ་བ་ཙམ་ལ་དགོངས་པར་སྣང་བས། རྒྱུ་མཚན་འདི་རྣམས་དང་སྦྱར་ན་ཁོ་བོའི་འགྲེལ་བཤད་འདི་ཉིད་ཤིན་ཏུ་འདི་ཉིད་ལེགས་བཤད་དུ་རྟོགས་པར་འགྱུར་རོ། མ་ནིང་ན་ར་ལ་གསུམ་གྱི་རྗེས་སུ། ཨ་ནི་ལ་དོན་གྱི་ཕྲད་དང་དབྱེ་འཛིན་གྱི་ཕྲད། གལ་སྲིད་བརྗོད་བདེ་ཁས་མ་ལེན་པ་ཡིན་ན། གལ་སྲིད་སྡེབ་སྦྱོར་བསམ་བློ་མ་བཏང་བ་ཡིན་ན། ཨ་ནི་དག་གསུང་ཡོང་ཡ་ཡོད་མ་རེད། གང་ཡིན་ཟེར་ན་མ་ནིང་ན་ར་ལ་གསུམ་ལབ་པའི་སྐབས་སུ། རྗེས་འཇུག་གི་མ་ནིང་ཆགས་ཀྱི་ཡོད་རེད། ཨ་ནི་ཕྲད་དེ་གསང་མ་ལོ། མིང་གཞི་མོ་ནས་བསྒྲེངས་ཡོད་སོང་ཙང་མ་ནིང་གི་མོ་དྲངས་བ་མ་གཏོགས་གཅིག་གིས་མ་ནིང་གི་མ་ནིང་དྲངས་པའི་ཕྲད་མེད་པ་སོང་ཙང། ཨ་ནི་ཁ་བོ་ཞིག་ཆགས་ཚར་དེ་ཡིན་པ་སོང་ཙང་བརྗོད་དེ་ཟེར་བ་དང། ཨ་ནི་སྡེབ་སྦྱོར་ཟེར་བ་འདི་ཁྱོད་མི་ལེན་ཀ་མེད་ཆགས་ཀྱི་ཡོད་རེད་ཟེར། སྟབས་བདེ་ལུས་ཀྱི་དབང་དུ་བྱས་པ་ཡིན་ན་དག་བསུ་ཁོ་ན་བྱས་པ་ཡིན་ན་འགྲིག་གི་ཡོད་རེད་དེ། ཡིན་ན་ཡང་ང་རང་ཚོའི་སྡེབ་སྦྱོར་ནང་ལ་དེ་འགྲོ་གི་མེད་པ་རེད། སྡེབ་སྦྱོར་ལ་འགྲོ་གི་མེད་པ་ཡིན་ན་ཨ་ནི་བྲིས་ཆོག་གི་མེད་པ་རེད་དེ། དེ་བྲིས་པ་ཡིན་ན་བཙན་ཐབས་བྱ་གི་ཡོད་རེད། བཙན་ཐབས་བྱ་བ་ཡིན་ན་མང་ཚོགས་ཀྱི་ལོངས་སྤྱོད་ཀྱི་སྐད་དེ་མི་མཐུན་པ་བྱ་གི་ཡོད་རེད།

འཇིག་རྟེན་པའི་ཉེར་སྤྱོད་དེ་གལ་ཆེ་བའི་རེད་ཟེར། བརྡ་སྤྲོད་དུ་སྨིན་དུས་ན་ཡང་སྒོར་དམིགས་བསལ་བྱེད་དགོས་རྒྱུ་མཚན་འདིར། བརྡ་སྤྲོད་ནང་ལ་འདི་འདྲ་དེ་འདི་འདྲ་རེད་ལབ་ཀྱི་རེད་དེ་ནས་དམིགས་བསལ་བྱས་རྗེས། སྡེབ་སྦྱོར་དང་མཐུན་གྱི་ཡོད་ན་འགྲིག་གི་ཡོད་རེད་ཟེར། ཞེས་གསུངས་པ་རྣམས་ཀྱི་དོན་ལེགས་པོར་རྟོགས་ན་ད་གཟོད་རྟགས་ཀྱི་འཇུག་པོར། ཕྲད་དང་རྣམ་དབྱེ་རྣམས་ཤེས་པ་གོ་བབ་དང་ལྡན་པ། ཡོད་པ་ཁོང་དུ་ཆུད་པར་འགྱུར་རོ་ཟེར། དེ་དང། ཨ་ནི་རྟགས་འཇུག་ནང་དང་པོ་བཤད་པའི་སྐབས་སུ། ཨེ་ནས་ད། སྟག་བཙུང་དང་བརྗོད་བདེ་བཤད་གི་ཡོད་རེད་ཟེར། དེ་ཡིན་པ་སོང་ཙང་སྟག་བཙུང་བརྗོད་བདེ་བཤད་གི་ཡོད་པ་སོང་ཙང། སུམ་ཅུ་པའི་ནང་ལ་བཤད་ཚར་བ་ཡིན་ནས་གོ་བ་ལྷག་པོ་ཡོད་པ་སོང་ཙང་ཟློས་སྐྱོན་ཆགས་གི་ཡོད་མ་རེད། ད་གཉིས་པ་ག་རེད་ཟེར་ན་མཐའ་མ་དེ་ལ། ཨེ་ནས། གནམ་ཡའི་ནང་སེ་ག་རེ་འཇུག་གི་རེད། འཕྲད་ཀྱི་ནང་སེ་ག་རེ་འཇུག་གི་བཤད་གི་ཡོད་པ་སོང་ཙང། ཨེ་ནས། རྟགས་གསུམ་བརྗོད་དུས་དངོས་སུ་བྱེད་དགོས་ཀྱི་ཡོད་མ་རེད། ཨ་ནེ་སུམ་ཅུ་པའི་ནང་བཞིན་བྱེད་ཆེད་འཕྲལ་གཏམ་སྟོན་གྱི་ཡོད་མ་རེད། ཁོ་ལས་ཀ་འཕར་མ་འདུག་བ། ལས་ཀ་འཕར་མ་ཡོད་པ་སོང་ཙང་ཨ་ནེས་སྡོད་རྒྱུན་ཆགས་ཀྱི་ཡོད་མ་རེད། ཞེས་ཞུས་པ་ཡིན་ན་ཨ་ནེས་ཏག་ཏག་འགྲིག་གི་ཡོད་རེད། མཐའ་མར་རྟགས་ཀྱི་འཇུག་པ་འཕྲལ་དང་རྣམ་དབྱེ་གཞུང་སྟོན་པ་ནི། དེ་དག་ནང་གསེས་གང་འཇུག་པ། ནང་གསེས་ལབ་པའི་སྐབས་སུ་འཕྲལ་གྱི་ནང་གསེས་དང་རྣམ་དབྱེའི་ནང་གསེས། ཞེས་པ་ནས་དེ་དག་ནང་གསལ་རྣམ་པར་དབྱེ། ཞེས་པའི་བར་རྐང་པ་བརྒྱད་ཡིན། དེ་སྔ་སུམ་ཅུ་པར་འཕྲལ་དང་རྣམ་དབྱེ་རྣམས་ཀྱི་ངོ་བོ་དཔེར་བརྗོད་དང་བཅས་པ་བཤད་ཟིན་ཅིང། དེའི་རྗེས་རྟགས་འཇུག་ནང་དུ་འཕྲལ་དང་རྣམ་དབྱེ་རྣམས་ཀྱི་སྒྲ་སྦྱོར་རྒྱུ་མཚན་དང་བཅས་པའང་བཤད་ཟིན། སྐབས་འདིར་སླར་ཡང་འཕྲལ་དང་རྣམ་དབྱེ་རྣམས་ཕྱེ་བ་ནི། རྩ་ཚིག་ནང་གསལ་བ་བཞིན་འཕྲལ་གྱི་ནང་གསེས་གང་ཞིག་འཇུག་དགོས་པ་དང། རྣམ་དབྱེའི་ནང་ཚན་གང་ཞིག་འཇུག་དགོས་པ་ཤེས་ཕྱིར་སྟོན་པའོ། ད་འདི་ན་གལ་ཆེན་པོ་གཅིག་ག་རེ་བསླབ་ཡིན་ན། ཨ་ནི་ཐ་ཆད་འོག་མ་ཟེར་ཏེ་ཆགས་ཡོད། མདོར་ན་འདི་འདྲ་བོ་ཅི་རེད། ཨ་ནི་མི་གཅིག་གིས་མོ་གྲོ་བཏང་གི་ཡོད་པ་ཡིན་ན། ལང་ཀ་གཉིས་ཡོད་རེད། ལང་ཀ་གཅིག། ཨ་ནི། ཁྲོམ་ལ་འགྲོ་སའི་ལང་ཀ་རེད། ལང་ཀ་གཅིག།

སུ་སུ་སུ་གི་འོ་ལ་བཏགས་པོ་རེད། ཨོ་དེ། དཔེར་ན། སངས་རྒྱས་ལྟ་བུ་ཞིག་ཡོད་ཚེ་དེ་ཡི་རྗེས་སུ་འཕྲད་པའི་རྣམ་དབྱེ་གང་ཞིག་འཇུག་དགོས་མིན་དང་པོ་ཉིད་ནས་བརྗོད་པར་དཀའ་ཞིང། འོན་ཀྱང་དེ་ཡི་མཐར་ཐུག་གང་ཞིག་སྦྱར་རྒྱུ་ཡིན་པ་དེ་ཁོང་དུ་ཆུད་ཟིན་ཚེ། ས་བྲལ་ཡིན་ན་འགྲོ་ས་ཡིན་པ་ཧ་གོ་ཚར་ན་ཟེར། དེ་མ་ཐག་འཕྲད་པའི་རྣམ་དབྱེ་གང་ཞིག་སྦྱར་རྒྱུ་ཡིན་པར་དཀའ་ངལ་ཡོད་མ་རེད། མོ་འགྲོ་གཏོང་མཁན་དེར་དཀའ་ལས་ཡོད་མ་རེད་འགའ་གཉིས་ཡོད་པ་ཡིན་ནའི་ཁོ་རང་འགྲོ་ས་དེ་ཁོ་རང་ངོ་ཤེས་ཀྱི་ཡོད་པ། ད་ཁོ་རང་འགྲོ་ཚོད་དུ་ཁོ་རང་ངོ་ཤེས་ཀྱི་མེད་པ་ཡིན་ན་གསུམ་དུ་བཀག་ལ་ཁ་བཀག་དེ་མ་གཏོགས་ཅི་ཐབས་ཤེས་ཡོད་མ་རོ། ཨོ་དེ་ན་ཞེ་རེད། དེ་ཉིད་གསལ་བར་བསྟན་པའི་ཕྱིར་རྟ་མཇུག་གི་གཞུང་དུ། ཚར་གསུམ་པར་ཕྲད་པའི་རྣམ་དབྱེ་རྣམས་བསྟན་པ་ཡིན། གལ་ཏེ་སངས་རྒྱས་ཞེས་པའི་མཐར། མཐའ་སྦྱར་འོག་མའི་མིང་དོན་དེ། ཆོས་ཀྱི་འཁོར་ལོ་སྐོར་ལྟ་བུ་ཡིན་ཚེ། སངས་རྒྱས་ཀྱི་མཇུག་ཐོགས་སུ་ཟེར་ན་དེའི་འོག་ཏུ། གསུམ་པ་རྗེས་འབྲེལ་གྱི་སྒྲ་དང། ལྷག་བཅས་ཀྱི་སྟེ་སྒྲ་གང་རུང་ངེས་ཤིང། དེ་གཉིས་ལས་གང་ཞིག་འཇུག་པ་དེ་ནི་རྩོམ་པ་པོའི་ཀུན་སློང་གི་རྗེས་སུ་འགྲོ་དགོས་སོ། དེས་ན་སངས་རྒྱས་ཀྱིས་ཆོས་ཀྱི་འཁོར་ལོ་བསྐོར་བ་དང་སངས་རྒྱས་དེས་ཆོས་ཀྱི་འཁོར་ལོ་བསྐོར་གཉིས་ཀ་སྲིད་པ་ཡིན། སངས་རྒྱས་ཞེས་པའི་ཐ་དད་འོག་མའི་མིང་དོན་དེ་གོ་འཕང་ལྟ་བུ་ཞིག་ཡིན་ཚེ་སངས་རྒྱས་ཀྱི་འཇུག་ལྡོག་དེར་དྲུག་སྒྲའི་སྐྱེས་སྒྲ་ཐོབ་པར་ངེས་ཏེ། སངས་རྒྱས་ཀྱི་གོ་འཕང། ཞེས་སུ་གྱུར། ད་འདི་འདྲ་བོ་རེད། སངས་རྒྱས་ཡོད་རེད། འོག་ལ་ཆོས་ཀྱི་འཁོར་ལོ་སྐོར་འདྲ་བོ་དེ་འདོད་ན། ཨ་ནི་གོ་འཕང་ལྟ་བུ་ཡོད་ན། འོག་གི་ཆོས་ཀྱི་འཁོར་ལོ་སྐོར་དང་གོ་འཕང་གི་དང་མཐུན་པའི་གི་ཕྲད་ཅིག་སྔོན་ལ་རྒྱབ་སྐུར་བ། ཅི་ལ་འོག་དེ་མ་སྟོང་བར་དུ།

སུ་གྲིར་ངེས་ཏེ་སངས་རྒྱས་སུ་ཡོན་ཏན་ལྔ་རུ་འགྱུར་བ་ཡིན། དེ་བཞིན་ནང་གསེས་འཇུག་ཚུལ་ཡོད་དོ་ཅོག་ཤེས་ཀྱིས་མི་ལངས་པས་རྩོམ་པ་པོས་ཀུན་སློང་རྗེས་འབྲེལ་གྱི་ཐོབ་ཚུལ་ཤེས་པར་བྱེད་དགོས་སོ། འདི་ལྟའི་འགྲེལ་ཆེན་ལས། ད། གང་ལྟར། མིང་ངམ་བྱ་ཚིག་གམ་གང་ཡང་རུང་བ་ཅིག་གི་རྗེས་ལ་ཕྲད་ག་རེ་ཐོབ་ཁུལ་བྱེད་ལབ་ཡོད་ན་འོག་མར་ལྟ་གི་ལྟ་གི། འདི་འགྲོ་ལྐུགས་རེད་མ་གཏོགས་དང་པོ་ནས་བྲིས་ཐུབ་ཀི་མ་རེད། དེ་འབྲེལ་གྱི་གནས་ཚུལ་དེ་ཨ་ནི། སུམ་ཅུ་པའི་ན་ཤལ་མེད་པ་ཚོང་ཙང་སྡོད་རྒྱུན་ཆགས་ཀྱི་ཡོད་མ་རེད། ཨ་ཏི། ཕྲད་ཀྱི་ནང་གསེར། གཉིས་པ་ནང་གསེས་འཇུག་ཚུལ་ཤན་ཕྱེད་པ་ལགས་སམ་དང་པོ་རྡོར་གདན་དགེ་བཤེས་གཉིས་ལས། དེ་དག་ནང་གསེས་གང་བརྗོད་པ་མཐའ་བྲལ་འོག་མའི་མིང་བདུན་ལས། ཨ་ཏི་རྒྱུ་མཚན་འགྲོ་བ་ཅིག་རེ་ཤུང་ལུང་དྲངས་བྱ། ཞེས་པ་དེས་སམ། དེ་ལྟར་རྣམ་དབྱེ་དང་ཚིག་འགྲེལ་དེ་དག་གི་ནང་ཚེག་གང་དང་གང་ཞིག་འཇུག་པ་ནི་གཙོ་བོ་རྣམ་དབྱེའམ། ཕྲད་དང་བཅས་པའི་མིང་ཚིག་དེའི་མཐར་སྦྱར་རྒྱུའི་མིང་དོན་འོག་མ་ལས་ཤེས་པར་བྱའོ་ཞེས་པ་སྤྱིར་བསྟན་པ་ཡིན་ནོ། གཉིས་པ་རྒྱས་བཤད་ལ། གཞུང་དོན་དང་འཕྲོས་དོན་ནི། དང་པོ་ལ། རྣམ་དབྱེའི་ནང་ཚེག་གང་ཞིག་འཇུག་པ་དང་ཕྲད་ཀྱི་ནང་ཚེག་གང་ཞིག་འཇུག་པ་གཉིས་ལས་དང་པོ་ནི། སྤྱི་འཇུག་ཡོད་དམ་བྱེད་པ་ཡོད་དེ་བཞིན་བྱེད་བྱེད་རྟེན་བྱེད་དང། ལས་བྱས་བླང་བྱ་གྲུབ་པར་ཀྱང་མངོན་དུ་འོས་པར་གནས་པའམ་ཞེས་པས་བསྟན་ཏེ། དེ་ལ་རྣམ་དབྱེའི་ནང་ཚེ་གང་དང་གང་འཇུག་པ་ནི་རྣམ་དབྱེ་གང་དུ་སྦྱར་སའི་མཐའ་ཅེར་འོག་མའི་མིང་སོགས་ནས་བཤད་པ་དཔེར་བརྗོད་དང་བཅས་པ་གོ་ལ། གཉིས་པ་འཕྲལ་གྱི་ནང་ཚེ་གང་ཞིག་འཇུག་པ་ནི། གཞན་ཡང་ཚིག་དོན་འོག་མ་ལས་བསྡུ་རྒྱུ་ཡོད་དམ་མེད་པ་དང་གོང་མ་ལས་ཀྱང་དེ་བཞིན་ཏེ་རྣམ་གྲངས་དག་ཀྱང་བཀོད་པ་ལས་བསྐྱར་བ་ཡོད་དམ་མེད་པ་དང་ཕོ་བྲ་དང་ནི་མོ་བྲ་དང་མིང་གི་དང་ན་ཡོད་མེད་ཚུལ་གྱེན་དུ་གྱུར་པ་རྣམས་ལ་ཡང་དོན་ལ་སྙེག་པ་ཡོད་མེད་དང་བསྟན་བྱ་ལྷག་མ་ཡོད་མེད་དང་ཚིག་དོན་རྫོགས་དང་མ་རྫོགས་ཀྱི་དེ་དག་ནང་གསེས་རྣམ་པར་དབྱེ། ཟེར། དེ་ཟབ་མོ་ལ་བཏང་འཇུག་གི་རྩ་བར་བ། བཏང་འཇུག་གི་རྩ་བ་ཡིན་པར་སོང་ཙང། བཏང་འཇུག་གི་འབྲེལ་བ་རྒྱས་པའི་སྐབས་སུ་ཞུས་ཚར་བ་རེད། ནི་དོན་དག་རྟོགས་རྟོགས་རེ་བོ་དེ་གར་ཞུ་དགོས་སླ་བ་ཡིན་ན། ནི། འཕྲལ་གྱི་ནང་གསེས་དང་རྣམ་དབྱེའི་ནང་གསེས་དེ་འོག་ལ་བརྟག་དགོས་རེད།

རྡོ་གཞན་པ་གཅིག་བརྒྱབ་ནས་བསྒྲུབ་དགོས། ཡིན་ནས་རྡོ་གཅིག་བརྒྱབ་པ་ཡིན་ན་གྲུབ་ཆའི་དམིགས་ཡུལ་གྱི་གྲུབ་ཆ་དེ་ལོགས་ཀ་རེད། རྡོ་གཞན་དེ་བེད་སྤྱོད་བཏང་པ་ཡིན་ན་གྲུབ་ཆའི་དམིགས་ཡུལ་དེ་ལོགས་ཀ་རེད། བྱས་ཙང་རྡོ་གཅིག་ཡིན་ནས་ག་རེ་གྲུབ་ཀི་རེད་ལབ་པ་ཡིན་ན་སྤྱིར་བཏང་གཉིས་ཀ་འགྲོ་སྲིད་ཀི་རེད་དེ། ཡིན་ཁྱེད་རང་གི་གྲུབ་ཆ་དེ་ག་རེ་ཡིན། འདི་དངོས་ལ་ཤེས་དགོས་རེད། དེ་ནས་བྱས་ཙང་དེ་མཐའ་ཅན་རོང་མའི་མིང་དོན་དེ་ཧ་གོ་དགོས་རེད། མཐའ་ཅན་རོང་མའི་མིང་དོན་དེ་ཧ་གོ་སོང་ན་གཞི་ནས། ཨ་ནི། ཁྲས་ག་རེ། སྤྲུལ་སྐུ་ཡིན་མིན་དང་སྐུ་འོད་མ་དང་ཐ་ཚད་རོང་མའི་མིང་དོན་འདི་བསམ་བློའི་མེ་ལ་མ་འཆར་བ་ཡིན་ན་ཤེས་ཐབས་ཡོད་མ་རེད། དེ་ནས་བཞིན་མོ་དྲ་ཁ་ལོ་བར་བསམ་གཏང་གི་ཡིན། ཨཱནི། ལང་ཀ་ཏུའུ་སྤྲོད་པའི་སྐབས་སུ་ལང་ཀ་གཉིས་གསུམ་བཞི་དེ་འདྲའི་ཐུགས་གསིག་རོགས། དེ་ནས་རྒྱུས་ཡོད་ཉེར་གཅིག་གིས། ཨཱནི་ལང་ཀ་བཞིའི་ནང་ནས་ག་གི་ལྟུ་བུས་ལབ་པའི་ན་ཁོ་རང་གི་འགྲོ་ས་དེ་ག་བ་རེད་དེ་ཧ་གོ་གོ་བྱེད་ཀྱི་རོགས། མོ་དྲ་དེ་ད་ལང་ཀ་བཞི་ག་ལ་འགྲོ་ཐུབ་ཀྱི་རོགས་ནས་ཁོ་རང་གི་འགྲོ་ས་དེ་ཨཱནི།

འཇུག་ཡུལ་མ་ནོར་པདྨ་བཤོས་སུ་མི་རུང་བ་རྣམས། ལེགས་པར་སུམ་རྟགས་ཀྱི་གཞུང་འདི་ན་བསྟན་ཅིང། ཐམས་ཅད་ནི་ཤེས་ཀྱིས་ག་ལ་བླང། རྣམ་དཔྱོད་དུ་ལྡན་པ་རྣམས་ཀྱིས་རིག་གྲོལ་བཏང་ནས་མཁྱེན་དགོས་པ་ཡིན། ད་ཕྲད་ངས་འདི་ངོས་འཛིན་བྱེད་པའི་སྐབས་སུ། ཨ་ནི་ད་ལྟ་བར་དུ་གཞུང་ནང་ལ་ཕྲད་མང་པོ་ཅིག་ངོས་འཛིན་བྱེད་ཀྱི་ཡོད་རེད་དེ་གི་ཚང་མ་ལོ་ང་ཚོས་སློབ་སྦྱོང་བྱེད་ཀྱི་ཡོད་རེད་ཕན་ཐོགས་ཡོད་རེད་ཟེར། ད་དུང་ཕྲད་ཡིན་པ་གང་ཞིག་ངག་གི་སྡེབ་སྦྱོར་ལ་ཡོད་པར་ཞུགས་ན་མ་བསླད་པ་འདི་འདྲ་ཡོང་སྲིད་རེད། དེ་ཡིན་པར་སོང་ཙང་ཕྲད་ཡིན་ཚད་ཐམས་ཅད་ལོ་གཞུང་ནང་ལ་བཤད་ཐུབ་པའི་ངེས་པ་ཡོད་མ་རེད། ངག་གི་སྡེབ་སྦྱོར་དེ་དག་ཡིན་པར་སོང་ཙང་དེ་ལ་ཉམས་ཞིབ་བྱེད་ཕོད་ན་ད་དུང་ཕྲད་གསར་པ་དེ་འདྲས། སྤྱིར་བཏང་ཕྲད་གསར་པ་མིན་པ་ཆེ་ཡིན་ན་ཡང། རང་རེའི་བརྡ་སྤྲོད་ནང་ལ། ཕྲད་རེས་ངོས་འཛིན་མ་བྱས་པར་ངག་གི་སྡེབ་སྦྱོར་ལ་ཡོད་པའི་ཕྲད་དེ་འདྲས། ཏན་ཏན་དབང་པོ་ཐོན་ཡོད་ཟིག་རེད། འོ་འདུག་ཟེར། དཔེར་ན་མོ་ཀྲ་ཁ་ལོ་བར་སློབ་དཔོན་གྱིས་མོ་ཀྲ་འགོག་སྟངས་དང་གང་དུ་འགོག་དགོས་པའི་རྩ་བའི་ལམ་སྟོན་བྱས་པ་ལས་འགོག་ཡུལ་མཐའ་དག་ནི་དངོས་ནས་མ་ངེས་པས་ཇི་ལྟར་ལམ་སྟོན་བྱེད་ནུས། དེ་ནི་ཁ་ལོ་བ་རང་ཉིད་ནས་གནད་བསྡུས་ལ་གཞིགས་ཏེ། འགོག་གཏོང་དགོས་པ་ཡིན། མོ་གྲོ་གཏོང་མཁན་དེ་བསམ་བཏང་གིན་བཏང་གིན། མོ་གྲོ་བཀག་འགུག་རེད་མོ་གྲོ་བཏང་འགུག་རེད། དང་པོ་ནས་ལབ་པའི་མི་འདུག་དེ་ནང་བཞིན་མང་པོ་ཅིག་འཕྲལ་བསྟར་གནང་རྒྱུ་ཡིན་ནི་རེད། ཡི་གེ་རིགས་ནི་མང་པོ་ཅིག། སོ་སོའི་གོ་བ་བླངས་རྗེས་སྐབས་བསྟུན་སྐབས་བསྟུན་འཇར་འགུག་གི་རིགས་མ་གཏོགས་དང་པོ་ནས་ཞུས་ཡ་ཡོད་མ་རེད། ཚིག་གཅིག་གིས་དོན་དག་དེ་ལབ་ཡ་ཡོང་གི་རེད་དེ་ཚིག་གཅིག་ལ་དོན་དག་གཉིས་གསུམ་བཞི་ཡོད་པ་ཡིན་ན། དོན་དག་ག་རེ་སླ་བས་ན་གོ་བ་བླངས་བྱས་དེ་དང་མཐུན་པ་བཅས་འགྲེལ་བཤད་བྱ་དགོས་རུང་མ་གཏོགས་གོ་བ་མ་བླངས་པ་བཅས་ཚིག་གཅིག་གིས་དོན་དག་ཤེས་པ་རྒྱུ་མཚན་དུ་བྱས་ཀྱི་ཚིག་དེས་དོན་དག་དེ་ཁོ་ནར་རེ་གསུངས་པ་ཡིན་ན། དོན་ལ་ཏག་ཏག་དེ་གི་ཡོད་མ་རེད། དེ་ཡིན་པ་སོང་ཙང་ཨ་ནི། ཚིག་འགྲེལ་རྒྱབ་པའི་སྐབས་སུ་འཕྲེད་དང་རྣམ་དབྱེ་དུ་བཟོ་དཔེ་མ་ཟད་གལ་ཆེན་པོ་ནི་ལྷག་པར་དུ། ངས་བསམ་ཚུལ་བྱས་པ་ཡིན་ན་གཞུང། དཔེར་ན་རྒྱ་གཞུང་ལྟ་བུ་ཡིན་ན་ཚིག་འགྲེལ་ཤུགས་ཆེན་པོ་བསྐྱོན་ཡོད་རེད། འགྲེལ་བཤད་རྒྱབ་དང་ཁོ་རང་གིས་བགྲོས་བརྩམས་དང་པོ་ཡིན་ན་ཚིག་རེ་རེ་རེ་རེ་བྱས་ནས་བཤད་པ་བསྐྱལ་དགོས་ཀྱི་ཡོད་རེད། བཤད་པ་དེ་དག་གིས་སྡོམ་དེ། ཨ་ནི་ཀློག་པ་པོའི་གི་གོ་བ་ལམ་གོ་གི་ཡོད་པ་སོང་ཙང། ཨ་ནི་ཚིག་འགྲེལ་མ་ནོར་བ་ཅིག་གོ་གི་ཡོད་རེད། ཚིག་འགྲེལ་མ་ནོར་བ་ཡིན་ན་འདི་དོན་འགྲེལ་ཆགས་བསྡད་གི་ཡོད་རེད། ཡང་ང་རང་ཚོ་ཁག་ཅིག་གིས་ཨ་ནི་ཚིག་འགྲེལ་ལས་སླ་པོ་རེད། ཨ་ནི། དོན་འབྲས་ཁག་པོ་རེད། དེ་འདྲའི་གསུང་མཁན་དེ་འདྲ་ཡོང་གི་འདུག་ཨ། ད་འདི་སྐད་ཆ་འདི་ཏག་ཏག་ཅིག་དེ་ཁག་པོ་རེད་དྲན་སོང། ད་ཡིན་ཟེར་ན་ཚིག་འགྲེལ་རྒྱབ་པ་ཡིན་ན། ཚིག་གི་འགྲེལ་པ་གཅིག་པོ་ལབ་གི་ཡོད་མ་རེད། ཚིག་འདི་ལ་དོན་གཉིས་གསུམ་བཞི་ལྔ་ག་ཚོད་ཡོད་པ་ཡིན་ནའི། དེ་དག་གི་ནང་ནས་ཨ་ནི་འབྲེལ་ཡོད་འདི་འགྲེལ་བཤད་ཏག་ཏག་རྒྱབ་ཐུབ་པ་ཡིན་ན་ཚིག་འགྲེལ་ཐེབས་པ་རེད།

ཚད་མའི་སྐྱེ་མཆེད་ལས་དེ་ཚོགས་དྲུག་གི་ཡོད་རེད། ཚིག་དོན་གཉིས་ལ་མི་རྨོངས་པ་ཆགས་སོང་ན། ད་ཕལ་ཆེར། ད། གོམས་པའི་ཉམས་ལེན་ལ་ཞུགས་དགོས་ཀྱི་ཡོད་རེད་མ་གཏོགས། གཞུང་ལོག་ཅེས། དཀའ་ངལ་འཕྲད་དེ་འདྲ་བྲིས་བསྡད་ན་ཕལ་ཆེར་མེད་ཡིན་གྱི་རེད། ཡིན་ན་ཡང་གཞུང་མང་པོ་ཅིག་གིས་གནད་དོན་འདི། ཚིག་ནང་བཤད་པ་ནང་བཞིན་རྫོགས་ཀྱི་ཡོད་མ་རེད་དེ་རྒྱབ་ལྗོངས་ཀྱི་གནས་ཚུལ་མང་པོ་ཡོད་པ་སོང་ཙང་བཤད་བྱ་ལ་ཐ་ཡོད་མ་རེད་ཟེར་ཏེ་དེ་འདྲ་ཅིག་ཆགས་ཡོད་རེད། ཨོ་ལ་སོ། ཨ་ནི་དེ་རིང་གི་སློབ་ཚན་བདུན་ཅུ་དོན་དྲུག་པ་དེ་ཞུས་ཚར་བ་ཡིན། དོ་ཤལ་གནང། བཀྲ་ཤིས་བདེ་ལེགས།